རྣམ་པ་ལས་སྐལ་བཟང་མ་ལོ་ལ་ཡག་མཚམས་དེའི་བཀྲིས་ལེགས་ཆེད་དུ་ཞུ་ཡས་ཡིན། ང་ཆུ་ཆུ་རྡོ་རྗེ། ཀོ་ཚང་གི་ཛོ་ཡིན། ད་རེས་ཉིས་སྟོང་ཉི་ཤུ་རྩ་དྲུག་གི་ཟླ་བ་བརྒྱད་པའི་ཚེས་ཉི་ཤུ་རྩ་དྲུག་རེས་གཟའ་ལྷག་པའི་གི་ཉིན་འདི་རེད། དེ་རིང་གི་ལས་བྱེད་སེར་རོང་ནང་གི་ལས་ཚན་འདི་ཡི་ནང་ཁ་སང་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་བརྒྱད་པའི་ཚེས་ཉི་ཤུ་རྩ་ལྔའི་ཉིན་དབུས་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཁྱབ་ཁོངས་ས་གནས་འགོ་འཛིན་དང་བསོད་ནམས་སློབ་སྟོན་པ་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་ཐེངས་བཅུ་བདུན་པའི་དབུ་འབྱེད་མཛད་སྒོར་དཔལ་ལྡན་སྲོལ་རྒྱུན་སྤེན་པ་ཚེ་རིང་མཆོག་གིས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་གཏན་ལ་ཕབ་པའི་གཉའ་གནོན་དབུ་མའི་ལམ་གྱི་སྲིད་བྱུས་འདི་འཛིན་སྐྱོང་བཀའ་ཤག་ནས་རྒྱུན་སྐྱོང་དགོས་པ་དང། དེ་བཞིན་དབུ་མའི་ལམ་གྱི་སྲིད་བྱུས་འདི་གནད་དུ་ག་འདྲ་ཞིག་ཡིན་པ་ཡིན་ནས་འདི་སྲུང་སྐྱོབ་བྱེད་ཡས་ཀྱི་འགན་དབང་དེ་འཛིན་སྐྱོང་བཀའ་ཤག་ལ་ཡོད་པའི་གསུང་བཤད་དུམ་བུ་གཅིག་གཤམ་ལ་གསན་གསན་ཡོང་བ་ཞུ།

དེ་ནས་ཤེས་གོང་འདྲི་སོགས་ཀྱིས་ཉན་དགོས་རེད། དེ་འདྲ་མ་ཉན་པ་ཡིན་ན། ང་ཚོ་ཐབས་བྱུས་རྡུང་སྐྱོན་ག་འདྲ་བྱེད་ཐུབ་རེད། ཞེས་དང་འདིའི་དགོངས་པ་བཞེས་དུས་ཚོད་སླེབས་འདུག་ཞུ་ཡ་ཡིན། དུས་ཚོད་བཅད་ནས་ཡང་ང་ཚོ་ག་རེ་བཤད་འོས་ནས་ལ་དྭགས་པོ་བ་རེད། ཐ་ན། སྤྱི་ནོར་ཝུན་སི་ལེན་ཕུ་ཆེན་པོ་ཆོས་ཀྱི། སྐུ་སེང་གི་གཟིམས་ལས་བྱེད། ཁེ་ཕན་སྒྲུབ་བསྡད་ནས་བཀའ་མོས་དྲག་མི་དྲག་གསུམ་གཡོར་ཏེ་ཁ་ཡོད་ལག་ཡོད་ཀྱི་དམ་དྲག་གནས་སྟངས་ག་རེ་བཞུགས་མིན་ན། རང་བཙན་འཐབ་རྩོད་ཕྱིན་ཆད། རྒྱ་ནག་གུང་ཁྲན་བ་ལ་འདི་ཀྱི་ནད་ཅིག་མ་ལབ་ཡི་མ་ཐོབ།

ད་ཁ་སང་པ་ར་དེ་བ་ཡང་ཚོགས་འདུ་དེ་འདྲའི་ནང་ལ་ག་ཤེད་ཀྱི་གོ་སྐབས་འགྲོ་བླངས་ཞེས་ཡང་སྐད་ཆ་འདྲ་མ་འདྲ་འདུག་འདིར་བཤད་ཀྱི་ལྟས་སུ་སྐུ་མདུན་གྱི་བཙན་བཀའ་ཐང་རེད་མ་རེད་ཞེས་ཟེར་རོགས་མཛོད། དེ་མ་རེད་ད་ག་འདྲ་ད་ང་ཚོ་བོད་ཀྱི་རྩ་དོན་དེ་ཆབ་སྲིད་ཀྱི་རང་བཞིན་ཡིན་དུས་ཚང་མ་ལ་ཡང་ཆབ་སྲིད་ཀྱི་ཐོག་ལ་ད་ང་ཚོའི་ཀྱི་ལངས་ཕྱོགས།

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆིག་སྟོང་དགུ་བཅུ་དགུ་བཅུ་དགུ་ཉིན་སྒོ་སྲུང་ནས་བྱེད་ཅེས་དབུ་མའི་ལམ་གྱི་དེ་དུས་ཟླ་བཞི་བའི་དོན་ཚན་ལྔ་བཏོན་གནང་ཞུས་ཡོད་འདི་ནང་དོན་འདི་གའི་དེ་ལ་རྒྱ་ནག་གི་ཡ་ལན་མཚན་ལྡན་མ་བྱུང་བའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ངའི་མདུན་ཅོག་ལ་ད་གཙང་མ་ཡིན་ད་ཞེས་སོགས་ཆ་རྐྱེན་འདི་གའི་དེ་ཁིག་གོ་ཡ་མེད་ཞེས་ནས་བཀའ་གནང་ཡང་དང་ཨ་ནི་རིམ་པས་ད་མི་མང་གི་བསམ་ཤོག་མང་ཚོགས་ལ་སྐད་ཆ་དྲི་གི་ཡིན་ཞེས་ནས་བཀའ་གནང་ནས་མང་མོས་འོས་བསྡུ་བྱས་མ་གོ་བའི་ཐོག་ནས། ཨ་ནི་བསམ་ཤོག་བསྡུ་ཡག་གི་ལས་རིམ་ཅིག་ཕྱིན་པར་བ། དེ་དུས་ང་ཚོས་སྤྱི་འཐུས་སླེབས་ཚར་ཟིན། གོ་གོ་རེད་འདུག་བ། བསམ་ཤོག་བསྡུ་ཡག་གི་ལས་རིམ་འདིའི་ནང་ལོག་ནས་བརྒྱ་ཆ་དྲུག་ཅུ་རེ་བཞི་དང་ལྷག་གིས་ཨ་ནི། རྒྱལ་སྤྱིའི་གི་ཆབ་སྲིད་དང་རྒྱ་ནག་དང་བོད་ནང་ལོག་ཆབ་སྲིད་འགྱུར་འགྲོས་ལ་དཔའ་བའི་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ག་རེ་ཐུགས་ཐག་གཅོད་པ་ཡིན་ན་དེ་ལ་ཤར་བསྐྱོད་བྱེད་ཀྱི་ཡིན་ཟེར་ཡ་དེ་བསྡོམས་དེ་བརྒྱབ་ཐུབ་པ་རེད། ད་འདིའི་ལྷ་མང་དེ་གས་དེ་བསྡོམས་ཁོ་རང་བརྒྱབ་ཐུབ་ཡོད་མ་རེད་གར་སོང་བསམ་ཤོག་ཡིན་པས་སོང་ཙང་མི་རེ་རེ་རེར་བསམ་ཚུལ་མི་འདྲ་མི་འདྲ་མང་པོ་ཞུ་དགོས་ཡོད་རེད་བ། དེ་ཚོ་བསྡོམས་བརྒྱབ་ཐུབ་ཡོད་མ་རེད། འདི་ལ་བརྟེན་ནས་ཨ་ནི་མང་མོས་འོས་བསྡུ་གི་ལས་རིམ་དེ་འགྲོ་མགོ་བར་བྱས་རྗེས། ཨ་ནི་གྲོས་ཚོགས་ནང་ལོ་ལ་སྤྱི་སྟོང་དགུ་བཅུ་དགུ་བཅུ་གོ་བདུན་ལོ་ལ་བོད་མང་སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་པ་རེད། ད་ལྟ་ང་ཚོ་སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་པའི་སྲིད་བྱུས་ཞེས་དེའི་ནང་ལོ་ལ་ཚིག་དེ་རྒྱལ་སྤྱི་དང་རྒྱ་ནག་དང་བོད་ཀྱི་ཆབ་སྲིད་ལ་བརྟེན་ནས་བྱས་ནོ་ཁོང་ས་སྐྱབས་མགོན་ཆེན་པོ་མཆོག་གར་ཐུགས་ཐག་གཅོད་ནས་ཞེས་ཡ་དེ་ད་ད་ལྟ་ང་ཚོ་ཞིབ་འཇུག་བྱེད་ད་དེའི་རྗེས་ལ་བྱས་ནོ་ཁོང་ས་སྐྱབས་མགོན་ཆེན་པོ་མཆོག་སླར་ཡང་དབུ་མའི་ལམ་ལ་ཕེབས་ཀྱི་ཡིན་གསུང་ཡ་དེ་ཨ་ནི་སྤྱི་སྟོང་དགུ་བཅུ་དགུ་ཅུ་དགུ་བརྒྱད་ཀྱི་ཕྱི་ཟླ་གསུམ་པའི་ཚེས་བཅུ་ཀྱི་གསུམ་བཅུའི་དུས་དྲན་ནང་ལ་བཀའ་གནང་ནས་ཨ་ནི་ད་ལྟ་ང་ཚོ་མུ་མཐུད་ནས་དབུ་མའི་ལམ་ལ་འགྲོ་དགོས་ཡ་གི་བརྒྱུད་རིམ་གྱི་འགྲེལ་བཤད་དེ་སྡུག་ཕྱིར་ནས་འགྲོ་དགོས་བར་ད་བང་སྒྲོག་པ་ཅིག་ཆ་ཚང་བཞེས་པ་ཡིན། འོ་གནས་སྟངས་སྡུག་ས་རེད་དེ་ཡིན་དུས་ཅིང་ལོ་གོང་ས་སྐྱབས་མགོན་ཆུང་མཆོག་དགོངས་གཞི་རེད་ཨ་ནི་སྤྱི་སྟོང་དགུ་བཅུ་དགུ་ཅུ་དགུ་བདུན་ལོར་མང་ཚོགས་བསམ་ཤོག་བསྡུ་བའི་མངོན་འདོད་རེད་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་བཞེས་པའི་གི་སྲིད་ཇུས་རེད་ཨ་ནི་དགུ་བཅུ་གོ་བརྒྱད་ལོ་ལ་ཡ་ཨ་ནི་སྤྱི་ལོ་གོང་ས་སྐྱབས་མགོན་ཆུང་མཆོག་གསུམ་བཅུ་དུས་དྲན་གྱི་བཀའ་སློབ་གནང་ལོ་ལ་ཡ་ཨ་ནི་དབུ་མའི་ལམ་སླར་ཡང་ཤར་བསྐྱོད་གནང་རྒྱུའི་དགོངས་དཔྱད་ནན་བཞིན་བྱས་ནས་ང་ཚོ་འཚེ་བ་མེད་པ་དང། ཨ་ནི་གྲོས་མོལ་གྱི་ཐོག་ནས་གཉིས་ཕན། རྒྱུན་གནས་ཐུབ་པའི་དབུ་མའི་ལམ་སྲིད་ཕྱོགས་འདི་རྒྱུན་སྐྱོང་བྱེད་རྒྱུ་དེ་དམ་བཅའ་བརྟན་པོ་རེད། དེ་ང་ཚོ་ལ་དབང་ཆ་ཡང་ཡོད་མ་རེད། དེ་འགྱུར་བ་གཏང་ཡག་གི་དབང་ཆ་དེ་བཀའ་ཤག་ལས་ཡོད་མ་རེད། དེ་ཡིན་ཟེར་བ་གཏན་འབེབས་གང་ཡང་ཡོད་པའི་སྲིད་ཇུས་དེ་ཨེ་ང་ཚོ་དེ་རྒྱུན་འཁྱོངས་དགོས་སྐོར་རེད། དེ་ནང་བཞིན་བྱས་ནས་བཀའ་ཤག་གི་སྣེ་ཁྲིད་པའི་འཛིན་སྐྱོང་གིས། དབུ་མའི་ལམ་གྱི་སྲིད་བྱུས་དེ་གནད་དུ་ག་འདྲ་ཞིག་ཡིན་པ་ཡིན་ནའི་འདི་སྲུང་སྐྱོབ་བྱེད་ཡག་གི་འགན་དེ་བཀའ་ཤག་ལས་ཀ་དེ་ཡིན་བསམ་པ་དེ་ང་ཚོ་ག་དུས་ནས་སྲུང་སྐྱོབ་བྱེད་ཀྱི་རེད་རེད་བ་གནད་དང་དུས་ག་བ་ཡིན་པ་ཡིན་ནའི་ཟེར་བ་ལྟ་དེ་ང་ཚོས་སྲུང་སྐྱོབ་བྱེད་ཡག་དེ་བྱེད་ཀྱི་རེད་ཨ་ནི་དབུ་མའི་ལམ་ལ་ཆེ་མཐོང་དང་ནུས་ལྡན་ཡོང་ཡག་གི་ཆེད་དུ་བཀའ་ཤག་སྐབས་སྔན་མ་ནས་ང་ཚོ་ཐབས་བྱུས་ཅིག་སྒྲིག་ཡག་རེད་ཨ་ནི་ད་ལྟ་དབུ་མ་དེ་འགྲུབ་ཡག་གི་ཆེད་དུ་ཐ་སྙད་དེ་ལ་ངོས་འཛིན་དགོས་ཀྱི་འདུག་ཟེར་ཡག་ད་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་གང་ལ་ངོས་འཛིན་ཡོང་ཡག་གི་ལས་ཀ་དེ་ཨ་རི་ནས་འགོ་ཚུགས་བྱས་ད་ད་ལྟ

ཀ་རུང་ཡིག་ཚང་དང་མཚོན་ཚུལ་ཐུན་མོང་གི་ཐོག་ནས་འགྲོ་ཡོང་གི་རེད། ད་དེ་ཚོའི་སྒང་ལ་ཡང་ང་ཚོ་ཤུགས་རྒྱག་འོས། ད་ལྟ་ཡིན་ནའི་ཐབས་ཇུས་འདི་ཐབས་ཇུས་འདི་བརྒྱུད་ནས་ད་ང་ཚོ་དོན་དག་གཞན་པ་ག་རེ་འགྲུབ་འོས་ཡོད་པ་དེ་ངས་ཡང་བཤད་ཡང་བཤད་ད་སྤྱི་ཚོགས་ནང་འགྲེལ་བཤད་ཞུས་ཚར་བ་ཡིན། དེ་ཡིན་ཚུལ་ཚང་མ་ད་རིང་ལས་ཡང་བསྐྱར་ཞུ་མང་བར་བྱེད། ཨ་ནི་རྒྱ་ནག་གི་ཕྱོགས་ནས་ཚུར་འབྲེལ་བ་བྱས་ཡོང་པ་ཡིན་ན། ད་འདི་སྐུ་མདུན་གྱི་བཀའ་སློབ་ནང་བཞིན་བྱས་ནས་བརྟན་པོ་དང་ལྷིང་པོའི་ཐོག་ནས་ཨ་ནི་ད་ལྟ་ལྟ་སྒོའི་འབྲེལ་བ་ཞེས་ཡ་དེ་རེད་དེ་ང་ཚོས་མུ་མཐུད་ནས་བྱེད་ཀྱི་ཡིན་ཞེས་ནས་ད་ལྟ་དེའི་གི་འབྲེལ་བ་དེའི་གི་གཅིག་གྲུབ་འབྲས་ཞེ་བོ་གཅིག་ཐོན་ཡ་དང་དེ་འདྲའི་གནས་སྟངས་ཁོ་ན་མི་འདུག་རེད་བ་འབྲེལ་བ་བྱེད་བྱེད་གི་བྱེད་ཡུལ་དེ་གཅིག་རེད་དེ་ཡིན་ནས་སྒང་ནས་ད་སྲིད་ཇུས་ཟིན་སྟངས་ལ་བལྟས་པ་ཡིན་ན་ཨ་ནི་ཅིག་ཞི་མོལ་ཅིག་བྱས་ནས་ང་ཚོ་ཅིག་ད་ལྟ་ཐབས་ལམ་ཐོན་ས་རེད་བསམ་སར་གི་གནས་སྟངས་ཅིག་མཐོང་གི་ཡོད་མ་རེད་དེ་ཡིན་དུས་ད་དེ་འདྲའི་ཅིག་གི་གནས་སྟངས་ཅིག་མ་ཡོང་གི་བར་དུ་ཨ་ནི་ང་ཚོས་རྒྱལ་ཁབ་གཞན་པ་ལ་ཡར་འབྲེལ་བ་བྱེད་ཡ་དེ་ད་མུ་མཐུད་ནས་འགྲོ་དགོས་གི་རེད། འོ་ད་དེ་རྒྱ་ནག་ག་ཚོད་རླུང་ལངས་ནས་མ་ལངས་ནས་བྱས་ཁས་ཡོད་མ་རེད་དེ་ང་ཚོ་ང་རང་ཚོའི་དོན་དག་དེ་ང་ཚོས་གྲུབ་དགོས་ཀྱི་རེད་རྒྱ་ནག་གི་བོད་ནང་ལོགས་ལ་བཟང་ཕྱོགས་ཀྱི་རྣམ་འགྱུར་ཞིག་སྟོན་གྱི་ཡོད་པ་ཡིན་ན་ང་ཚོས་བསམ་བཏང་དགོས་ཀྱི་རེད་དེ་ད་ལྟ་བར་དུ་བྱས་བསྡད་ཡ་དེ་ཚང་མ་ལོགས་མི་རིགས་རྩ་མེད་བཏང་ཡ་མེད་པ་བཟོ་ཡ་རང་གི་སྲིད་བྱུས་མ་གཏོགས་བྱེད་ཀྱི་མེད་པ་སོང་ཙང་ང་ཚོའི་ངོས་ནས། རྒྱལ་སྤྱིའི་ནང་ལོགས་ལ་ཡང་རྒྱབ་སྐྱོར་ཐོབ་དགོས་དེ་གས་དེ་ལྟར་འབད་བརྩོན་སྔར་ལྷག་བྱེད་དགོས་དེ་བྱེད་དགོས་ཀྱི་ཡོད་རེད། ད་ང་ཚོའི་ངོས་ནས་ད་དཀའ་ལས་ད་སོ་སོའི་ནུས་ཕན་མ་འདང་ན་མ་གཏོགས་བྱེད་ཀྱི་དཀའ་ལས་རྒྱབ་མཁན་དེ་རྩ་བ་ཉིད་སེམས་ཁྲལ་རྩ་བ་ཉིད་ལས་བྱས་མ་འོག་རེད་བ། འཛམ་བུ་གླིང་གི་གནས་ཚུལ་རྒྱུས་ལོན་ཡག་གི་ཐབས་ཤེས་ག་ཚོད་ཐུབ་ཐུབ་ཉིན་མ་ཏག་པ་རེ་ཞིག་གནས་ཚུལ་ལྟ་ནས་ཀློག་ནས་བྱེད་བཞིན་པ་ཇེ་ཆེར་འགྲོ་བསྡད་ཀྱི་ཡོད། ད་ལྟ་བར་དུ་ང་ཚོས་ལས་ཀ་བྱེད་སྟངས་དེ་རྒྱལ་སྤྱིའི་ནང་ལས་ཀ་བྱེད་སྟངས་སུ་གཞན་པ་ཚོ་བསྟོད་ར་བཏང་གི་འདུག་མ་འདུག་ཁྱོད་ཚོ་འགྲིག་གི་མི་འདུག་ཟེར་མཁན་དེ་འདྲ་མི་འདུག། བསྟོད་ར་ཕ་ཕྱོགས་ངོས་ནས་བཏང་ཡོང་གི་འདུག་ཁྱོད་ཚོས་དེ་འདྲ་བྱས་ཤག་དེ་འདྲ་བྱས་ཤག་ཟེར་ན་ནི་ཕ་ཕྱོགས་ངོས་ནས་བཏང་ཡོང་གི་འོ་རེད། དེ་ཡིན་དུས་བསམ་པ། ད་དེ་དུས་ཁོང་ཚོ་ཁོང་ཁྲོ་ཟ་དུས་ང་ཚོ་དེར་འགྲིག་གི་ཡོད་པའི་རྟགས་རེད། དེ་ཡིན་དུས་ང་ཚོ་དོན་དག་ད་འདོད་ཤུགས་རྒྱག་དགོས་གི་འོ་རེད། དུས་དང་ཡང་ཁོ་རང་ཡོང་མ་རེད། ང་ཚོ་ལང་ཀ་དེ་དག་གོམ་པ་རེ་རེ་རེ་རེ་ལ་ཡིན་པ་ཡིན་ནའི་ཡང་བརྒྱབ་འགྲོ་དགོས་གི་འོ་རེད། ཨ་མི་རི་ཀའི་ནང་ལོགས་ལ་ཉིས་སྟོང་ཉི་ས་བཞི་ལ Resolve Tibet Act pass བྱེད་ཐུབ་པ་རེད་ཉིས་སྟོང་ཉི་ས་དྲུག་གི་སྔོན་རྩིས་ནང་ལོགས་ལ་ཨ་ནི་བོད་མིའི་སྒྲིག་འཛུགས་འདི་སྔོན་རྩིས་ཀྱི་ཁྲིམས་མིས་འདིའི་ཆེད་དུ་བོད་མིའི་སྒྲིག་འཛུགས་འདི་ཨ་ནི་བཙན་བྱོལ་བོད་མིའི་གཞུང་ནས་ཡང་ངོས་འཛིན་བྱེད་ཀྱི་ཡིན་ཟེར་ཡ་ཆ་ཚད་མ་དང་པོ་དོན་ཡོང་གོ་བ་རེད་ད་ད་ལྟ་ང་ཚོའི་ཁྲིམས་འཆར་གྱི་འགྲོ་སྟེགས་ཡར་བོད་མིའི་སྒྲིག་འཛུགས་ལ་ཡང་ངོས་འཛིན་བྱེད་སྟངས་གོ་ལ་ཁྲིམས་མཐུན་གྱི་གནས་བབ་ཡོང་ཡ་ལ་ངོས་འཛིན་བྱེད་སྟངས་སྐོར་འགྲོ་དེ་ཚོ་ལས་སླ་པོ་ཡོད་མ་རེད། དཔེ་དཀའ་ལས་ཡོད་རེད་ཡིན་ནའི་འབད་བརྩོན་བྱས་ནས་འགྲོ་དེ་དགོས་ཀྱི་ཡོད་ལ་མ་གཏོགས་ཅིག་གིས་ཨ་ནི་དཀའ་ལས་ཁག་པོ་རེད་ཟེར་ནས་བཞག་བཞག་ན་ཨ་ནི་ག་བ་ཅིག་སླེབས་ཀྱི་མ་རེད་བ། ད་སྔས་མ་ནས་གདེང་ཚོད་དེ་ཕྱིར་འགྲོ་དེ་ཡོད་ག་བ་ག་བ་སྙོབ་ས་རེད་ག་བ་ག་བ་སྙོབ་ས་མ་རེད་ག་བ་ལ་འབྲེལ་བ་ཡོང་གི་འདུག་མི་འདུག་ཁ་སང་གཟའ་ཉི་མ་ལ་ཡིན་པ་ཡིན་ནའི་ང་ཚོ་དམིགས་བསལ་རེ་བ་ཞག་བརྒྱ་མེད་དེ་རྒྱ་གར་དབུས་གཞུང་གི་བློན་ཆེན་གཉིས་མཇལ་སོང་སིད་ད་ར་མན། Nirmala Sitharaman། མཇལ་སོང།

དེའི་འོག་ནས་ད་ནི་རྒྱ་ནག་གཞུང་གིས་ད་ལྟ་བར་དུ་ད་བོད་དོན་ཐོག་ལ་རྒྱ་ནག་ལ་རྒྱུ་ཡོད་རེད་མི་ཡོད་རེད་ཁོ་ཚོས་འཛམ་བུ་གླིང་གི་ལུང་པ་རེ་རེ་རེ་ནང་ལ་ག་ཚོད་འཁྲབ་དགོས་ཡོད་མེད་དེ་ང་ཚོ་རྟོག་ཞིབ་བྱེད་ཀྱི་ཡོད་རེད། ང་ཚོ་ལ་དཔལ་འབྱོར་དང་མིའི་ནུས་པ་གང་ཅིའི་ཐོག་ནས་ཞན་པོ་རེད་དེ། ཡིན་ནས་འཛམ་བུ་གླིང་འདིའི་ནང་ལོགས་ལ་ང་ཚོའི་བོད་བོད་ཀྱི་བཤད་བསྒོ་ཡག་གི་སྒྲུང་དེ་བོད་ཀྱི་ལོ་རྒྱུས་ཡིན་པ་ཡིན་ནའི་རེད་བོད་ནང་ལོག་གནས་སྟངས་ཡིན་པ་ཡིན་ནའི་རེད་དེ་གང་མང་མང་ཅིག་སྒྲོག་དགོས་ཡ་ལྷག་པར་དུ་དེང་སང་གི་དུས་ཚོད་འདི་ནང་ད་ཨེ་ཡ་བཅོས་མའི་རིག་ནུས་དང་མི་སུའི་རིག་ནུས་ག་རེ་ལབ་གི་ཡོད་པ་ཡིན་ནའི་དེའི་དུས་ཚོད་ཅིག་སླེབས་དུས་བསམ་པ་བོད་བོད་ཀྱི་གནད་དོན་དེ་གང་མང་མང་ཅིག་གང་ལྟར Tibetan Narrative དེ། ལ། ག་ཚོད་ཐུབ་ཐུབ་ཅིག་འགྲོ་དགོས་ཡ་དེའི་ཆེད་དུ་རྒྱུ་བཅས་མང་པོ་ཞུགས་ཅིག་བཟོ་དགོས་ཀྱི་ཡོད་རེད་དེ་ཡིན་དུས་བདེ་འཚོ་གང་ལེགས་དང་ང་ཚོ་དཔལ་འབྱོར་གྱི་ནུས་པ་འཛུགས་དང་བ་ཡིན་ན། ཨཱ་ནི་གློག་བརྙན་དང་མགུར་རིས་དང་དེ་ཚོའི་གྱི་ཐོག་ནས་བོད་ཀྱི་ལོ་རྒྱུས་དང་ཨཱ་ནི་གནས་སྟངས་ཚོ་ག་ལ་ཡ་གོ་ཐོག་སྤེལ་ཐུབ་ཡ་གྱི་ལས་གཞི་མང་ཙམ་ཅིག་སྤེལ་དགོས་བསམ་ཏེ། དེ་བས་སམ་ཞིང་གདན་ཚོས་ཁྱང་ཚོས་བློ་ཞུམ་དགོས་ཡ་ཡོད་མ་རྟ་རྒྱ་བོར་མ་ཆེ་གྱི་བོད་མི་སྒྲིག་འཛུགས་དེ་གྱི་སྐུ་ཚབ་ཅིག་ཡིན་བསམ་ཡ་ཇི་ལྟ་ང་བོད་མིའི་སྒྲིག་འཛུགས་ཀྱི་ལས་ཀ་བྱེད་ང་བྱེད་བསམ་ནས་མི་གཞན་པ་ལ་འབྲེལ་བ་བྱེད་དུས་བསམ་པ་ལས་འབོར་ཆུང་བཤད་ག་ཡ་ཡོད་མ་རེད་ནས་སྤོབས་པ་དང་ལྡན་པའི་ཐོག་ནས་གཉོམ་ཆུང་བྱེད་དགོས་ས་ལ་བྱེད་དགོས་ཀྱི་རེད་དེ་ཡིན་ནས་བཤད་དགོས་ས་ལ་བཤད་ཐུབ་ཀྱི་རེད་མ་གཏོགས་ཇི་གི་རྦད་གཉོམ་ཆུང་བྱས་བསྡད་པ་ཡིན་ན་ཡང་ལས་དོན་སྒྲུབ་ཡ་ལ་དཀའ་ངལ་འཕྲད་ཡོང་གི་འདུག་བ། འོན་ཏེ་གལ་ཏེ་ཨ་ནི་ས་གནས་ཀྱི་དཔོན་རིགས་ཁག་ལ་འབྲེལ་བ་བྱེད་ཡ་དང་དེ་ཚོ་ཐེངས་ཁ་དེ་གནང་ཐུབ་བ་ཡིན་ན། པད་མི་སི་གིས་ད་རྒྱ་ཆེ་ས་ལ་ཕན་ཡོང་གི་འདུག་ལྡི་ལི་ལ་ང་ཚོ་གང་ཐུག་ཐུག་བྲེལ་བ་བཞག་དགོས་དེ་བཞག་དེ་གི་ཡིན་ཨ་ནི་ཚང་མས་གི་ད་ལྟ་བར་དུ་ཧུར་ཐག་འབད་ཐག་གནང་བ་རེད་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན།